ས་བྱིས་པོ་ཀོང་པོར་ཕེབས་ཤོག་ཟེར་རྒྱུ་གི་གཞས་སྙན་པོ་ཅིག་བཏང་ཡོད་རེད། རེད་ལ། ཨ་ནི། ག་དེ་དུས་ཁྱོད་རང་ཐེངས་དང་པོ་ངོ་ཤེས་ལེ་ཡིན་གོ། ཨོ་རེད་ལ་ཨ་རེད་ནི་ཁྱོད་ཕ་ཡིས་ཀོང་པོ་ནས་ཡིན་ལེ། ཨ། ད་ངས་ཕ་ཡུལ་རང་བྱས་ནས་གྱེས་ལ་ལྷས་ས་ནས་ཡིན་ལ། ཨ། ལྷས་ས་དུས་ལོ་ང་ཚོ་ད་ཕ་མ་དང་པི་རྒྱ་ཚང་མ་ལོ་ལྷས་ས་ཡོད། ཡིན་ན་ཡང། ད་ང་རང། ལས་ཀ་དེ་ཉིང་ཁྲི་མི་རིགས་སྒྱུ་རྩལ་ཚོགས་པའི་ནང་ཕྱག་ལས་འདུག་སྣང་བྱེད་ལོ་མང་པོ་ཕྱིན་སོང། ལྷ་སྲས། བྱས་ཙང།

ཀོང་པོའི་གི་ཚབ་བྱེད་ཅེས་ནི་ང་ཚོའི་ཀོང་པོའི་ཞབས་རོ་དང་ཡང་ཀོང་པོའི་གཞས་འདི་སྐད་གི་ཅེས་ནི་བལ་ཡུལ་ལ་ཡང་ཕི་གའི་འཁྲབ་སྟོན་བྱིན་པ་ཡིན་ཁོ་རང་ཚོ་ལས་དགའ་བོ་ཞིབ་པོ་བྱེད་གི་ལ་ཨང། བ་ན་འདྲ་རེག་ཅུས་གཞས་ག་འདྲས་བཏང་ལེ། ད་ཕི་གའི་གི་ལ་གཞས་ང་ར་སོ་སོའི་གཞས་ས་སྐྱིད་པོ་ཀོང་པོ་ཕེབས་ཟེར་ཡ་ཅིག་དུས་དུས་བཏང་པ་ཡིན་གི་ལ་ཨང།
ཁོ་ཚོ་ད་ཤོད་རྒྱ་འདྲ་ཅིག་ཡིན་ན་ཡང་འདི་དམངས་གླུ་འདྲ་ད་ད་འགྲུལ་ལ། དགའ་པོ་བྱེད་རྒྱུ་རེད་ཀོ། ད་ཁོ་ན་ཚོ་དེ་འདྲའི་ད་ང་ན་ཚོའི་བོད་རིགས་ཀྱི་གཞས། དམངས་གཞས་དང་ཡང་ན་ཚོའི་བོད་ཀྱི་ཞབས་བྲོ་དང་དེ་གྱི་ལ་དགའ་པོ་ཞུ་བྱེད་ཀྱི་གྱི་ལ་ཧོ་དེ་འདྲའི་གཞས་དང་ཞབས་བྲོ་ཁྲོབ་བྱེད་པ་ར་ཧོ་ལ་དགའ་པོ་ཞུ་བྱེད་ཀྱི། ཡ་ཡ་ཡ་ཡ་ལེ་སེ་ལེ་སེ།
ངས་རྒྱུ་ངས་མ་ཁྱོད་ངོ་མ་ད་ཉིན་ཁྲི་ཞུ་གི་བུ་མོ་ཅིག་ཡིན་ས་འགི་བསམ་ཞོང། ང་ཚ་ཉིན་ཁྲི་གི་གི་དེ་ཚོང་ཡིན་ན་ཡང་ཁྱོད་རོ་ལ་དཔེ་མ་ཆི་པ་མཛའ་མོ་ཡག་མོ་ཀྲང་བ་རེད་འགི་གོ། ཨ་ནི་ད་དེ་འདྲའི་ཁྱོད་ཀྱི་ལན་མང་ཤོས་དེ་ཕ་ཅིག་ཉིན་ཁྲི་ཞུ་གི་དམངས་ལ་དེ་འདྲའི་ར་བ།

ད་ངོ་མ་ཁྱེད་ཚང་གི་གཞས་སྙན་པོ་བཏང་འདུག་ཁྱོད་ངྷི་མ་དྲ་སྤྱི་ནས་ཡང་ལྷོ་དྲ་ཡང་གཞས་བཏང་ས་གི་དུ་རིག་ལྷོ་དྲ་ནང་ནས་མཐའ་ཤི་ཟེར། ད་རང་ཉིད་ལ་ཆ་བྱས་ན་ད་འདས་སུ་བསླབ་གྲྭ་ཕྱིན་ཡིན་ན་ཡང་ད་ད་དེ་དུས་རྒྱ་ནག་གི་དེ་འདྲའི་ས་ཆ་དེ་འདྲའི་ལ་ད་ང་ཚོ་དེ་འདྲ་སྦྱངས་དེ་དུས་ཙམ་པ་ཨ་ནི་ཞི་བས་འདས་སུ་སྦྱངས་སུ་འདུག་མི་འདུག་ལ་ཨ་རང་ཉིད་སོ་སོས་འདས་ཅིག་ཉི་མ་ད་ང་ཚོའི་གཞས་དང་ཉན་རྒན་པ་སངས་ལ་ད་དེ་མིན་གྱི་གྲགས་ཅན་ཞེས་པ་རྒན་ཁོ་ན་ཚོ་རྒན་རབས་རྣམས་ལ་ཡང་ནི་སློབ་སྦྱོང་སོགས་བྱེད་ཆོག་ནི་སུ་སུ་འདས་སུ་ནམ་རྒྱུན་བྱེད་དང་ཡང་དགའ་བོ་ཡོད་སྦྱང་གི་ཡོད་ལ། ཅུང་ལྷོད་དྲགས་ནོ་ནི་དགའ་སྟོན་ཐང་ཞེས་ལ་ཞེས།
ཉིས་སྟོང་བཅོ་གསུམ་ལོར། ཨོའོ། ཡང་ཡང་ད་དཔེ་མ་ཟོས་པ་ཆུང་ཆུང་ཡིན་ཟེར་ལ། བཅུ་གསུམ་ལོར་མཐའ་ཞོན་དང་མཐའ་ཞོན་ནི་ལོ་བཅུ་གཅིག་ཡིན་ཙང་རེད་འོང་ལ། རེད་ལ། ན་ཟེར་ལ་ཟེར། ཨ་ནི་ད་དེ་རིང་ཁྱོའི་ཆ་ལུགས་འདི་འདྲ་ཞིག་ན་ཀོང་པོ་གི་བུ་མོ་གི་ཆ་ལུགས། རེད་ལ་གྱིན་ལ་ད་དེ་ང་ཚོ་ཀོང་པོའི་གི་ཅིག། ཚོམ་འཁྲབ་སྟོན་བྱེད་དུས་ཅིག་ད།

གཞན་གྱིས་མ་རེད། ཨ་རེད་རེད་གྱིས་ལ། གཙོ་བོ་ཨ་འདི་གི་ཞྭ་མོ་འདི་གི་ངོ་སྤྲོད་འདྲ་ད་ལྟོས་ལ་འདྲ་ད་འདྲི་ཡིན་ནི་རེད། ཨ་རེད་ལ་ད་དེ་སི་ལིང་ཞྭ་མོ་ད་ཞྭ་མོ་ཡ་ཅིག་ལྟོས་པ་ད་མགྱོགས་སོ་རེད་ཞེས་ཨ་ནི་རྒྱན་ཆ་དེ་གྱིས་ལ་འདྲི་སོ། ཚིག་བྲིས་ཉན་དེ་ང་ཚོའི་དེ་ཀོང་པོ་གི་ད་བླ་བྲེ་དགེ་རྒན་དགེ་ལགས་ཅིག་རྒན་ལྷ་དབང་ས་ཅིག་ཡོད་རེད་ཁོ་རང་གཞས་ཚིག་ཡག་པོ་ཞུ་གི་འགྲིག་གི་རེད་ཁོ་རང་གིས་བྲིས་གནང་བ་རེད་གདངས་དེ་ད་དེའི་གདངས་དེ་ང་ཚོའི་ད་ད

ད་དབྱིངས་སྟེགས་ཚེ་འགྱོད་འདྲེ་ཆེ། ཡང་ང་ཚོ་དེ། དེ་ཡང་པ་ཡི་རང་ཡང་ཁོ་ན་ཚོ་ཁོ་ན་ཚོ་ཡང་བཏང་འཇོག་འདི་གཅིག་འདུག་ལ། ཡང་གཅིག་མ་འདྲ་ལྟས་སུ་བཏང་ཡ་འདུག་འདི་སོར་ཆུད་བྱ་དགོས་ལ། ལ་སྲས།
འདི་ནི་ད་འདི་ནི་ཆུ། ཀོང་པོའི་གཞས་ཐུང་ཐུང་གཅིག་བཏང་ན། ལ་སྲས། ལ་དེ་ཆེན་པོ་རྒྱབ་དུས་ས་ཆེ། ད་དེ་ཀོང་པོའི་ཡིན་ཡང་བྱས་ན་དམངས་གཞས་རང་རེད་ལ་ཁྱེད་ལ། དམངས་གཞས། ལ་སྲས་ལ་སྲས་ཡོའོ། ལ་དེ་ཆེན་པོ་རྒྱབ་དུས་ལ། ཡེ་ལ་སྲས།

མཛའ་བཤེས་ཅི་འདི་སྒུག་གི་ཡིན། ཞིམ་པའི་ལྟ་བྱེད་དང་ཞབས་བྲོ་ཚང་མ་འཛོམས་བྱས་ལྟ། ཅི་མཛའ་བཤེས་ཅི་བྱུང་ན་ཨ་ནི་ཡག་པོ་ཅི་ཡོང་བ་གསུང་གི་འདུག་ང། ཨ་ནི་དགེ་ལགས་ཁོ་ན་ཚོས་མཛའ་བཤེས་ཅི་འདི་གྲ་སྒྲིག་གནང་བྱས་དུས་དུས་ཙམ་པ་ཨ་ལས་ང་གཉིས་གཉིས་གཅིག་ལྟ་དུ་གཅིག་བཏང་རོགས་གྱིས་བཤད་དེ་ཨ་ང་གཉིས་མ་ཕྱིན་བཅས་ཉིན་མདོ་སྦྱངས། ཞེས་དེ་གཅིག་དགེ་ལགས་ཁོ་ན་ཚོས་དུ་གཅིག

ཁྱོད་གཉིས་ཀྱི་མཉམ་ལས་ཐེངས་དང་པོ་ཡིན་རྒྱུ་རེད། རེད་ལ་ད་ང་གཉིས་ཐེངས་མ་དང་པོ་དུ་སུའི། ཞེས་ཉིན་མདོ་བཏང་བ་ནི་དགེ་ལགས་ཁོ་ན་ཚོས་དུ་སུའི་ང་གཉིས་གཉིས་གཅིག་དུ་སུ་གཅིག་བཏང་རོགས་སོང་ཨ་ནི་རྒྱབ་ལོག་སྦྱང་བྱས་དུ་འདུག་པ་དགེ་ལགས་ཁོ་ན་ཚོས་སྐད་བཏགས་དེ་སྐད་ཏག་ཏག་དེ་གི་ཡག་བོ་བྱུང་ཤག་གསུང་གི་ཨ་ང་གཉིས་གཏན་འཁེལ་བྱས་རྗེས

དམངས་གཞས་རང་གཞས་རྩིས་རྙིང་པ་དེ་འདྲའི་ད་ང་ཚོས་སྤྱད་གོ་མྱོང་མེད་འགྱོ་དེ་འདྲའི་ཨ་ནི་དགེ་ལགས་ཁོ་ན་ཚོལ་ཅིག་བཏང་རོགས་ལ་ཨ་ང་ཚོ་དུས་ཁ་བ་ཡི་ནས་འདྲ་ཡང་ཞིན་པའི་ཅིག་དེ་འདྲའི་འདྲ་མཚོ་མ་དེ་ལས་འདྲའི་ན་གླུ་གཡག་དེ་འདྲའི་གླུ་བྱས་ཨ་ནི་མང་ཁྱི་ཡོང་བཏང་དེ་བལྟས་བྱས་ཨ་ནི་བར་ཆ་བཟོས་བྱས་ད་འདི་འདྲའི་སོར་ཆེ་མཉམ་བཤད་སོར་ཆེ་ད་རིས་མ་འདི་འདྲའི་སྟོན་ཡག་རེད་ལ་ཨེ་འདྲའི་གི་གྲ་སྒྲིག་རེ་བྱེད་བྱེད་བྱེད་ད་ད་ཨོ་ཁྱོད་ཚོ་ལས་ཁང་ནང་གི་གཞས་གཏང་མཁན་ཚོགས་མ་གི་རེད་རེད་མཉམ་དུ་དེ་འདྲའི་གི་ཆེ་སྒྲིག་ཅིག་དོན་ཡག་རེད་ལ་ད་ང་ཚོ་མཉམ་མདོག་གི་ཆེ་སྒྲིག་ཅིག་བྱེད་ཨ་ནི། མི་རེ་གཅིག་གི་གཞས་གཉིས་ཚ་ཡང་གཅིག་ཚ་དུ་གཅིག་གཅིག་ཡོད་པ་ཡང

འདི་གའི་ཕྱིན་ཅི་འབྲས། སོ་སོས་ཅིག་ཁ་པར་ནང་བླུགས་བྱས་འདི་བཟོ་ཐུབ་ན་ཡག་པོ་ཞིག་འདུག་གྱི་ལགས་ཞེས་དེ་ཚོ་དངོས་གནས་སྙན་པོ་ཞུ་གི་འདུག་ལགས་སེ་ཨ་ནི་ད་ཕ་ཆེ་ལོ་མཇུག་ལ་ཐོན་དུ་མེད་འགྲོ་ཁྱོད་ཚོ་ཆེ་འདྲི་ད་སྟེ། སྤྱིར་བཏང་གི་ལ་ད་ལོའི་ལོ་མཇུག་ལ་ཐོན་གི་རེད་ལེ་ཡ་ག་ཞིག་བཟོ་བ་ཨ་ནི་ང་ཚོ་ཞེས་གླུ་དཔར་ལེན་བྱས། ལགས་སེ་ད་ངོ་མ་ལོ་མཇུག་ལ་ཁྱོད་ཚོ་ཀོང་པི་ག་རྨང་གཞིའི་གི་ཆེ་འདྲི་དེ་མ་ཐོན་སོང་ན་དཔེ་མ་སྲིད་པ་དེ་ནི་ཆེན་པོ་རེད། ཨ་ནི་ང་ཚོས་བཀའ་ཁྲི་གླེང་ཁ་ཡིན་ན་ཡང་ང་ཚོ་གོ་སྐབས་བྱུང་སོང་ནས་ཡང་ཆེད་བསྒྲིགས་དེ་ལ་ང་ཚོས་ཀྱི་ལན་ཚིགས་གཅིག་ལས་རྒྱུ་གོ་ངོ་མ་རེ་བ་ཆེན་པོ་ཡོད། ང་ཚོས་ཀོང་པོ་གི་ས་ཆ་ལ་རྨང་གཞི་བྱས་ད་དེ་མ་ཚད་རེ་ཁོ་ར་ཁོར་ཡུག་བྱས། ད་དེ་ད་ངོ་མ་ཁོང་པོ་མེ་ཏོག་དེ་ཚོ་ཡོད་ན་དཔེ་མ་སྲིད་པ་ཅི་པོ་འདུག་ཨ།